ཨོ། དེ་རིང་ངས་དྲ་གྲོགས་རྣམ་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཆབས་ཅིག་ཏུ། དེ་རིང་ང་འདའི་ཐོག་ནས་ཅི་ངའི་རྣམ་པ་ཚོ་ཞུ་ཡ་དེ་ཁ་ཚང་སྤེན་པ་ཚེ་རིང་གི་ཁོ་ཨི་ཐོབ་ནས་ཨ་ནི་ད་མི་མང་ལ་གཏམ་བཤད་ཅིག་བྱས་འདུག་ཨ་ཨི་ཐོབ་པ་ཡིན་ལབ་ནས་ཅི། ཨོ་དེ་རིང་ངས་ད་བརྗོད་གཞི་གཙོ་བོ་འདྲ་བོ་དེ་ཡིན་དེ་དང་འབྲེལ་བའི་ཅི། ད་ད་ལོ་གི་ང་ཚོ་གི་སི་ཁྲོན་གཉིས་ཀྱི་དབྱིབས་རྡུག་གི་སྐོར་གྱི་ད་མཐོང་ཚུལ་འདྲ་བོ་ཅིག་བཤད་ཡིན། དེ་གཅིག་ནས་གང་ལ་ད་ད་ལོ་གི།

ཨོ་ལིམ་མོང་གི་སྤྱི་ཚོགས་འདི་ས་ཁ་ལྟར་ནས་ཀྱི་མི་ལྔ་ཁ་ལྟར་ཡོང་པའི་ཁ་ཐུག་ལ་སྐལ་ངེ་ཅིག་བྱུང་གི་ཡོད་རེད། དེ་ཡིན་པ་སོང་ཙང་ཨ་རི་ལ་ཆ་བཤད་ན་ཨ་རི་གི་རྩ་ཁྲིམས་གི་ལ་མ་ཐེ་བྱས་ནས་ཀྱི་ཨ་རི་སྤྱི་ཚོགས་ནང་ནས་ཨོ་ལིམ་མོང་གོ་རྒྱག་ཡོང་ནས་ཨ་ནི་དེའི་གི་གྲངས་འབོར་གི་དབང་གི་ཨ་ནི།

མིང་ཚིག་དྲུག་ཡིན། ད་ང་ཚོ་བོད་སྐད་ཀྱི་ཐོག་ནས་བཤད་ན། ཝུ་ལི་མོང་གི་སྤྱི་ཚོགས་ཀྱི། ཝུ་ལི་མོང་སྤྱི་ཚོགས་ལ་ནི་དབང་སྒྱུར་བྱེད་ཡག་གི་ད་མ་ལག་ཅིག་བསྐྲུན་རྒྱུ། ད་དེ་བྱས་ནས་གང་ལ། དེའི་ནང་ལ་ནི་ང་ཚོ་ད་ལྟ་བཤད་དེ་གི Brain Wash། ནི་གླ་པ་བྲིས་ནས་རྒྱུ་ནི་རང་སྤོ་གི། ནི། ད་ད་ལྟ་གི། ནི་ལོག་སྤྱོད་ཀྱི་དབང་སྒྱུར་བྱས་ནས་དེ་ཚོ་ལ་ལམ་ཁ་བཟོ་ཡག་གི། ད་དེའི། དེའི་ལམ་ཁ་དེ་རེད་དེ་ཡིན་པ་སོང་ཙང་ད་ལོ་གི་དབྱིབས་སྡུག་གི་ང་ཚོ་གི་གོ་རིམ་འདི།

མི་མང་གི་ཕྱོགས་ལ་ང་ཚོ་ད་སྣ་ཁ་གཉིས་ཡོད་རེད་སྤྱིར་བཏང་དེ་མིའི་གི་རང་གཤིས་འདྲ་བོ་རེད་རེད། མི་ལ་གཅིག་དེ་ང་ཚོ་ཤོད་གཤིས་དང་ང་ཚོ་རྗེས་དཔག་གི་རིག་པ་དང་དེ་ཚོ་གཏན་ཚིགས་དང་དེ་ཚོ་བེད་སྤྱོད་བཏང་ནས་བསམ་བློ་བཏང་དགོས་རེད་གཅིག་དེ་ཚོར་བ་ངོར་རྒྱུག་རང་གི་ཨ་ནི་ད་མི་མང་གི་འགྲོ་སྟངས་གཅིག་ཡོད་རེད་ད་ཚོར་བ་ངོར་རྒྱུག་རང་གི་དེ་ཚོ་ཆབ་སྲིད་ནང་ག་འདྲ་གཅིག་ཁེལ་ཡོང་དགོས་རེད་ན་ཆོས་ལུགས་གི་རྙོག་དྲ་ཆོལ་ཁ་གི་རྙོག་དྲ། ལོ་རྒྱུས་ཀྱི་རྙོག་དྲ། ལྷ་སྒྲུང། དེ་ཚོ་བེད་སྤྱོད་བཏང་ཡོང་ནི་ཅིང། ད་དཔེར་ན་སྤེན་པ་ཚེ་རང་འདི་ཚོ་གནའ་ནས་ད་བར་དུ་ཁོ་རང་ཚོ་གི་སྤྱིར་བཏང་དེ་ག་རེད་ན། ཝུ་ལི་མོང་གི་སྤྱི་ཚོགས་ཀྱི་ཐོག་ལ་ཁ་ཕྱོགས། ཁོ་རང་ཚོ་གི་བསམ་བློ་ར་དེ་འདྲའི་གི་དཔེ་བསགས་གི་ཝུ་ལི་མོང་གི་སྤྱི་ཚོགས་ཅིག་བཟོ། དེའི་ནང་ལ་ཁ་ཕྱོགས། དེའི་ནང་ལ་ལྷ་སྒྲུང་བེད་སྤྱོད་བཏང་དགོས་གི་ཡོད་ནི་རེད། རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་བཏང་དགོས་དགོས་ན་རེད། ལོ་རྒྱུས་ཐོག་གི་རྙོག་དྲ་གི་ནད་ཚ་གི་རིགས་འགའ་རེ་ཅིག་བེད་སྤྱོད་བཏང་དགོས་དགོས་ན་དེའི་སྟེང་ནས་ཀྱི་ཁོ་རང་ཚོ་ལ་ཁོ་རང་ཚོ་ལ་བབ་པའི་ཀྱི་ཁོར་ཡུག་ཅིག་བཟོ་ཡ། ད་དེ་ལམ་སང་གྲུབ་གི་མ་དེ་རྒྱུན་རང་པོ་ཅིག་དགོས་དགོས་རེད་ད། དེ་ཡིན་པ་སོང་ཙང་དེ་ཚོ་གི་མཇུག་འབྲས་གི་ཐོག་ནས་ད་དེ་རིང་གི་ང་ཚོ་གི་བོད་པ་གི་སྤྱི་ཚོགས་གི་ནང་ནས་སྤེན་པ་ཚེ་རང་འདྲ་བོ་འདི་ནི་སྲིད་སྐྱོང་གི་ཨི་ཐོབ་པ་འདི་རེད། ད་དེ་གཅིག་ནས་གང་ལ་ད་ལྟ་གི་ཅིག་གི་མང་གཙོ་གི་བརྒྱུད་རིམ་ལ་དེ་འདྲའི་རྒྱུས་མེད་ནས་དེ་ཚོ་གི་བཟང་རྩི་འཁྲབ་ཡ་གི་ཆེད་དུ་ལམ་སང་ཅིག་སྤེན་པ་ཚེ་རང་ད་མང་གཙོ་གི་གོ་རིམ་བརྒྱུད་ནས་ཐོབ་པར་བ་སི་ནི་ང་ཚོ་གི་དེ་ལ་མཚམས་སྒྲོས་ཞུ་དགོ་གི་རེད་མདོག་མདོག་བཤད་ནི་ཅིག་འདུག་བ་བཟང་རྩི་འཁྲབ་ཡ་ང་དྲག་རེད་དམངས་གཙོ་གི་རྒྱབ་ལྗོངས་གི་རིག་གཞུང་ལ་གོ་རིམ་ཅིག་དངོས་གནས་དྲང་གནས་ཤེས་དགོ་མ་རེད་མདུན་ལ་ད་ད་ནི་ཨི་ཤོག་གཅིག་པོ་གི་དྲང་སྐབས་དུར་ཁུ་ཡོ་ད་མང་གཙོ་གི་ཁྲོད་གི་ཉེན་ཁ་ཆེ་ཤེས་དེ་རུ་བ་ད་དེ་ཡིན་པ་སོང་ཙང་རེད་དྲང་སྐབས་དུར་ན་ང་ཚོ་མིག་གི་མཐོང་ས་ནི་དྲང་སྐབས་དེ་སྤེན་པ་ཚེ་རང་མང་ང་ཐོབ་ཡོ་སྲིད་གི་རེད་རྒྱབ་ལྗོངས་ག་འདྲ་ཅིག་ནས་ཐོབ་ཡོ་རེད། རེད་བ། དེའི་ང་ཚོ་ང་ཚོ་ཧ་གོ་དགོས་ཡ་དེ་རེད་བ། ཐབས་ཤེས་ག་འདྲ་ཅིག་བསྟུན་ནས་ཐོབ་ཡོད་རེད། དེ་གི་མཇུག་འབྲས་ག་འདྲ་ཅིག་བྱུང་ས་རེད། མང་ཚོགས་ཀྱི་ལོ་རྒྱུས་ཀྱི་ཐོག་ནས་ད་ང་ཚོ་ད་འདྲ་བྱས་རེད། མི་དམངས་ཀྱི་ལོག་སྤྱོད་ཀྱི་ཁྲོད་ནས་དཀའ་ངལ་ག་ཚད་ཅིག་བྱུང་ཡོད་རེད། མིའི་རིགས་ཀྱི་ལོ་རྒྱུས་ཀྱི་ཁྲོད་ལ་ད་མང་གཙོ་འགོ་བཙུགས་ས་རེད་ད་གུ་རིས་ཀྱི་ཨ་ནེ་ང་ཚོ་ད་གྲོང་ཁྱེར་གྱི་དེའི་འཛིན་སྐྱོང་དེ་ཡིན་ལབ་གོ་རེད་སྐབས་དེ་རིའི་སྒང་ལ་གུ་རིས་ཀྱི་གྲོང་ཁྱེར་གྱི་འཛིན་སྐྱོང་སྐབས་ལ་ད་བློ་སེམས་གཏོང་སྔོན་རེད།

ད་ལྟ་བར་དུ་དཀའ་ངལ་ག་ཚད་བྱུང་ཡོད་ད། ད་དེ་རིང་གི་ཅིག་རང་དབང་དང་དམངས་གཙོ་གི་ཁོར་ཡིག་ནང་ན་ཡོད་ནི་འདི་ཚོ་གི་སྤེན་པ་ཚེ་རང་ཐོབ་པ་འདི་ལ་ད་ད་ཁྱོད་རང་ཚོ་གི་དམངས་གཙོ་རྒྱལ་ཁ་ཐོབ་སོང་ལབ་ཀི་ཡོད་བས། དམངས་གཙོ་གི་ཕམ་ཁ་ཆེ་བཞི་འདིར་ད། སྔོག་འདོང་ནི་ཐོབ་འདུག་ད་གྲངས་ཀ་རྒྱབ་ཀི་སོང་ར་རེད་བ། གྲངས་ཀ་ཐོབ་འདུག་དེ་རེད་ཡིན་ན་དེའི་རྒྱབ་ལྗོངས་དེ་ལ་ང་ཚོ་བསམ་བློ་ཅིག་གཏང་དགོས་ཡོད་ཧ་ཅང་གལ་ཆེན་པོ་དེ་ཡིན་པ་སོང་ཙང་སྤེན་པ་ཚེ་རང་འདྲ་བོ་ཐོབ་ཡ་དེ་བཙན་བྱོལ་སྤྱི་ཚོགས་ནང་ལ་ཆགས་ཤག་ན། གྲངས་དམངས་ཀྱི་ལོག་སྤྱོད་ཀྱི་དབང་གིར་འགོ་བཙུགས་ས་ད ok ད Populism ད་ད་བར་དུ་མི་དམངས་ལ་བླུན་སྒྱུར་བྱས་ཡ་དེ་ལ་མཇུག་འགྲིལ་གྱི་གོར་ད་མཇུག་འགྲིལ་མིན་སོང་བར་ད་གཅིག་དེ་རེད། ཉིན་ད་སྤེན་པ་ཚེ་རང་གི་ད་ད་སྤེན་པ་ཚེ་རང་དེ་འདྲས་ཅིག་ཡིན་པ་དེ་ང་རང་བཟོ་གི་བཤད་ཀོ་མར་ད། རྣམ་པ་གཙོ་གི་ཨིན་ཇི་གི་རྩོམ་ཕྲན་ལ་ཕྲན་བུ་ཀློག་གི་ཡོད་ཀྱིར་ཨིན་ཇི་གི་ཐོག་ན་བོད་ཀྱི་དམངས་གཙོ་ར་འདི་བཟོ་ལ་བགྱིད་ཡོད་ནས་གི་རྩོམ་ག་ཚད་བྲིས་ཤ་ཨིན་ཇི་གི་ཐོག་ལ། སྤེན་པ་ཚེ་རང་ར་འདི་བཟོ་གི་བྱབ་ཆོས་ཀྱི་ཐོག་ལ།

ཁ་ཡོ་མར་ལྟ་ཞོག་གཅིག་ནས་ཡོང་ན་དེ་ཁོར་ཡུག་དུ་མེད་པ་ཡིན་གྱི་ཕྱི་དང་ནང་གི་ཁོ་མཐུན་རྐྱེན་མང་པོ་ཅིག་མ་འཛོམས་མ་རེད་ད། ཡིན་ན་ཁོ་ལ་ད་ཉུང་མཐར་སྤེན་པ་ཚེ་རང་གི་མིང་ཆེན་འདི་འདྲ་མེད་བ་ད། ད་སྤེན་པ་ཚེ་རང་ལ་རྒྱབ་སྐྱོར་བྱས་ནས་ཨིའུ་ལུགས་ནས་གི་མི་དེ་ཚོ་གི་ལབ་གི་དོ་ད་ལོ་ང་ཚོ་སྐུ་ངོ་ལ་ནི་མིག་བཙུམ་ནས་ལུགས་བྱ་དགོས་གི་ལབ་གི་དོ། རེད་ད་མིག་བཙུམ་ནས་ལུགས་བྱ་དགོས་ང་ཚོ་ནང་ཁུལ་ནས་མིག་བཙུམ་ནས་ལུགས་བྱ་དགོས་ཡིན་ན་སང་ཉིན་གི་རྒྱབ་སྐྱོར་ལ་ང་ཚོ་མིག་བཙུམ་ནས་བསྡད་གི་མ་རེད་ད་ང་ཚོ་སྐུབ་ལ་གློག་སྦར་ནས་རྒྱ་ཆ་རྒྱ་ཡོང་གི་རེད་ད།

ང་ཚོའི་ལག་པ་ལ་ཉེན་རྟོག་པ་དང་ང་ཚོའི་ལག་པ་ལ་བཙོན་ཁང་དང་ང་ཚོའི་ལག་པ་ལ་ལོག་སྤྱོད་ཀྱི་མ་ལག་དུ་མས་རི་མ་གཏོགས་དེ་ཡིན་པ་སོང་སོང་འདི་ཚོ་པེ་ཅིན་ལས་གཅིག་ཅིག་ན་སྡུག་ཟིག་ཡོང་གི་རེད། ང་ཚོ་མིའི་རིགས་ཀྱི་ལོ་རྒྱུས་ཐོག་ནས་ཧ་གོ་དགོ་བ་ཉེ་རབས་ཀྱི་དུས་རབས་ཉི་ཤུ་རྩག་གཅིག་པ་དང་དུས་རབས་ཉི་ཤུ་ཐམ་པ་གྱི་མཇུག་འདས་ལ་ས་ཏྲམ་ཧུ་སེ་ཡིན་ཨི་རག་གི་དམངས་གཙོ་ནས་ཐོབ་རྒྱུ་ཡིན་པ་ཨི་ཤོག་ལུག་ནས་ཀྱི་ད་ལྟ་གི་ཕུ་ཅིན་འདྲ་འདི་ཚོའི་གྲས་འདི་ལོ་རྟག་པར་ཐོབ་བསྡད་ཡོད་རེད།

རེད་བ་ད་ད་འདི་སྐབས་ལ་གཞུང་གི་དེའི་མ་ལག་དེ་ཚོ་ག་བ་དེ་ཚོ་ད་འཐོར་སོང་ཟེར་གི་ཡོད་རེད། གལ་སྲིད་འདས་ལ་བདག་པོ་ཅིག་རྒྱབ་དགོས་གི་ཡོད་ན། འདིའི་ནང་ལ་གལ་ཆེ་ཤོས་དེ། ད་དབང་ཆ་གི་མ་ལག་གི་ཁྲོམ། སྤྱི་འབངས་ཀྱི་ཐོབ་ཐང་མ་ལག་གི་ང་ཚོ། ཁྲིམས་གསར་བ་ཡིན་ན་ནང་ལ་ཁ་གསབ་བྱས་ནས་འགྲོ་གི་འདུག་མི་འདུག་བལྟ་དགོས་རེད། དེ་མ་ཤེས་འདི་ཚོ་གི་ཚམ་ཚོན་མེད་པའི་ཐོག་ནས་སོ་སོ་གི་ལྟོ་རྒྱབ་ཀྱི། དེའི་དང་སོ་སོ་གི་ཅི་ཁར་ཅི་དབང་ཐང་ར་དེ་ཚོ་སྲུང་སྐྱོབ་བྱེད་ཡ་གི་ཆེད་དུ། གང་ཟག་སྒེར་གི་མི་གཤིས་ར་དེ་ཚོ་ཐོག་དམའ་འབུབ་བྱེད་ཡ་ལ་ཉག་གཟིགས་མེད་བ། རྒྱ་རབས་ལོ་རྒྱུས་ལ་འཁྱོག་བཤད་རྒྱབ་ཡ། ད་ཆབ་སྲིད་ཐོག་ནས་བཤད་དགོས་གི་མ་རེད། ཡིན་ན་ང་འདྲ་བོ་ཡིན་ན་རྒྱུན་རང་པོ་ཟིག་ག། སྤེན་པ་ཚེ་རང་དང་འབྲེལ་བའི་བརྗོད་གཞི་མང་པོ་ཟིག་གི་ཐོག་ང་ཚོས་ད། ལས་ཀར་སོ་ད་བོད་མི་དམངས་ཀྱི་སྤྱི་མཐུན་གྱི་ལས་མ་བསགས་པ་སོང་ཙང་སྤེན་པ་ཚེ་རང་འདྲ་བོ་བརྗོད་གཞི་ཅིག་གི་ངོ་ཁེ་ནས་བཤད་དགོས་བྱུང་ཡོད་རེད། དེ་ག་རེ་རེད་ཟེར་ན།

ཁྱི་ལ་རྒྱུག། གདོང་ཡག་གི་རྒྱུག་པ་གི་ཆེད་དུ་བེད་སྤྱོད་བཏང་ནས་ཐོབ་རྒྱུ་ཡིན་པ་སོ་སོ་དེ། ད་ང་ཚོ་ཧ་གོ་གོ་གཅིག་རེད། གཉིས་ནས་ད་ཁྱོད་ལ་ཡིད་ཆེས་བྱེད་ལུགས་ཡིན་ན། ད་ལྟ་བར་དུ་ཁྱོད་རང་ཚོ་གི་བྱས་བྱ་རྒྱུ་གི་བྱབ་སྤྱོད་དེ། བན་པ་ཚེ་རང་གི་བྱབ་སྤྱོད་དེ་ལ་ངེས་ལེན་བྱས་ནས་ཀྱི་རྒྱ་ཆེའི་མི་མང་གི་ཁྱོད་ཡིད་ལུགས་འགྱུར་བས། བན་པ་ཚེ་རང་གི་སྤྱིར་བཏང་ལས་སྟངས་དང་འགྲིག་བསྡད་ཡོད། དེ་མ་རོ་ད། ཁ་སང་དེ་བན་པ་ཚེ་རང་གི་རྒྱབ་སྐྱོར་བྱས་ནས་མི་སྟེར་བ་དེ་ཚོ་ལབ་ཀི་འདུག་ད་ད་ལོ་བན་པ་ཚེ་རང་ལ་མིག་བཙུམ་ནས་ཡོད་ལུགས།

རེད། མི་མང་གང་ནས་འགྲིག་མ་འགྲིག་གི་སྐད་ཆ་བྱུང་གི་ཡོད་རེད། ཡིན་ན་མ་འགྲིག་པ་གི་རྒྱུ་རྐྱེན་གཙོ་བོ་གཅིག་ཆ་ཤས་གཙོ་བོ་གཅིག་འབྱུང་ཁུངས་གཙོ་བོ་གཅིག་སོ་སོ་ཡིན་པ། ངོ་ནས་ཡིན་ན་ད་སང་ཉིན། སྤེན་པ་ཚེ་རང་གི་རྒྱ་ཆེའི་མི་མང་དང་བོད་གཞིས་བྱེས་གཉིས་ཀ་གདོང་གཏད་ནས་སྐད་ཆ་བཤད་དགོས་ཡ་དེ་དང་པོ་རང་སྐྱོན་ངེས་ལེན་བྱེད་དགོས་ཡ་དེར་བ་ད། རྒྱ་ཆེའི་མི་མང་ལ་སེམས་དང་བསམ་པ་བཏང་ནས་བཟོད་གསོལ་ཞུ་དགོས་ཡ།

རེད་བ། ཁྱོད་ཆོས་ཀྱི་བྱེད་འདོད་ལྟར་ཨ་ནི་ང་ཚོ་ཆ་ཚང་དེའི་ཐོག་ལ་ཨ་ནི་སྤྱི་སྙོམས་དྲང་བདེན་གྱི་ཁྱི་ཚུ་རྒྱབ་མཉམ་པོ་འགྲོ་དགོས་རེད་བས། གལ་སྲིད་དངོས་གནས་དྲང་ནས་སྤྱི་སྙོམས་དྲང་བདེན་ཟེར་ཡ་གི་ཅིག་ཡོང་དགོས་ཀྱི་ཡོད་ན་སྤྱི་ལ་སྙོམས་པ་བྱེད་དགོས་ན་དེའི་མགོ་བཙུགས་ནས་དེའི་སོ་སོ་གི་དང་པོ་རང་སྐྱོན་ངོས་ལེན་བྱེད་དགོས་རེད་བསྟན། བཙན་བྱོལ་སྤྱི་ཚོགས་ནང་ནས་སོ་སོ་གི་ད་ལྟ་བར་དུ་ག་རེ་བྱས་བསྡད་བས།

རྡོག་རྩ་གཅིག་སྒྲིལ་བྱེད་དགོས་ཀྱི་ཡོད་ན། ད་ན་དོན་དེ་ཚོའི་ཐོག་ལ་སོ་སོ་གི་སོ་སོ་གི་ལ་བསམ་གཞིགས་བྱེད་དགོས་ཡ་དེ། སོ་སོ་གི་ཞབས་ཞུ་གི་སྒང་ལ་ཏང་ཨང་དང་པོར་མི་འདུ་བ་རང་སྐྱོན་ངེས་ལེན་བྱེད་ཡ། སྔོན་མ་ང་སྲིད་སྐྱོང་བ་བླངས་པའི་ཁ་ཐུག་རེད་དེ་རིགས་སྒང་ལ་ང་བརྒྱུད་ལུམ་དག་གི་སྐད་ཆ་དྲིས་སོང། ཨ་རིའི་གླིང་ཕྲན་གང་ཡིན་བསམས་སོང་གལ་སྲིད་ཁྱོད་ཐོབ་པ་ཡིན་ན་ཁྱི་དང་པོ་བོད་རྒྱ་ཆེའི་མི་མང་ལ་ག་རེ་བཤད་ཡོད་ཟེར། ངས་ལ་ཡིན་བོད་རྒྱ་ཆེའི་མི་མང་ལ་ང་ཚོ་དང་པོ་བཤད་དགོས་ཡ་དེར་དགོངས་དག་བྱེད་དགོས་ཀྱི་རེད་ཟེར། སོ་སོ་སྒེར་ངེས། ད་གནང་བཞིན་གྱི་བཙན་བྱོལ་སྤྱི་ཚོགས་འདིས

ད་ཁ་སང་གི་གཏམ་བཤད་དེ་འདྲ་བས་ན་ཡར་རྒྱས་འགྲོ་ཡག་གི་སྤྱིར་གི་ཅིག་རེ་བ་ཁོ་རང་མི་འདུག་བ་བན་པ་ཚེ་རང་འདྲ་བོ་དེ་ཡིན་པ་སོང་ཙང་བན་པ་ཚེ་རང་འདྲ་བོ་སླེབས་པ་གི་དུས་ཚོད་འདིའི་ནང་གི་ལ་ང་ཚོ་འདྲ་བོ་ན་རྒྱ་ཆ་རྒྱག་གི་ངེས་ལེ་མེད། ཨང་ད་ག་ནང་བཞིན་གི་བན་པ་ཚེ་རང་སླེབས་པ་འདི་ཅིག་དམངས་གཙོ་རེད་མདོག་མདོག་དང་ད་གོ་རིམ་དེ་བརྩི་བཀུར་བྱེད་དགོས་གི་རེད་ཟེར་ནས་གི་མི་དེ་འདྲས་འདུག་བ། བཟང་བརྩི་འཁྲབ་ནས་དེ་ཚོ་དེ་ཚོ་བྲིས་ལ་སྔ་དྲག་ག་རེད། སྤྱི་ཚོགས་གཅིག་ལ་དམངས་གཙོ་གི་སྤྱིར་བཏང་དམངས་གཙོ་ཟེར་ཡ་དེ་གྲངས་ཀ་གཅིག་མིན་པ་དང་དབྱེ་ཕྱོགས་ཙམ་མིན་པ་དེ་ཧ་གོ་གོ་མ་རེད་སྤྱི་ཚོགས་གཅིག་གི་འོ་ཡ། དེ་ཡིན་པ་སོང་ཙང་ད་རེས་ཀྱི་སྤེན་པ་ཚེ་རིང་གི་དེའི་གཏམ་བཤད་དེ་འདྲ་བོ་ཡིན་ན་དམངས་གཙོ་ཤི་སོང་བ་དེ་གསལ་བོ་རེད་བཙན་བྱོལ་སྤྱི་ཚོགས་ནང་ནས་ད་གྲངས་ཀ་དེ་ཀི་གྲངས་མང་གི་ལོག་སྤྱོད་མུ་མཐུད་དུ་འགྲོ་ན་ཐང་སྤྱི་ཚོགས་འདིའི་ནང་ནས་འོ་ཡ་དེ་ཡིན་པ་སོང་ཙང་དེ་ཚོ་དངོས་གནས་དྲང་ནས་བཤད་ལོང་ནས་གང་ལ་ད་བོད་རྒྱ་ཆེའི་མི་མང་གི་དངོས་གནས།